བདག་དང། ལྗང་གུའི་མཁྱེན་བརྩེའི་དབང་པོའི་གཏམ་མ་ཡང་སྲིད་མ་བྱས་ནས་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས་སྔོན་ན་ནས་དར་བའི་བླ་མ་བསམ་གྱིས་མི་ཁྱབ་པ་ཅིག་གི་བྱུང་སྡེ་ཡོད་རེད་ད་དེའི་སྐུ་དུས་ནས་བྱས་པ་བཙོང་ས་བཤད་གྲྭ་དེ་མ་ཚུགས་ནས་ཁོ་ར་ལོ་རྒྱུས་ཡོད་པ་ཆགས་བསྡད་ཡོད་རེད་དེ་ནས་ད་བར་སྐབས་ཤིག་ད་བསྟན་སྲིད་ཀྱི་གོད་ཆག་ཆེན་པོ་བྱུང་པའི་རྗེས་ལ་ད་ང་ཚོ་དེ་བཙན་བྱོལ་ལ་ཆགས་ནས་ད་མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས་ཡང་སྲིད་ད་དེ་ཡང་ང་ཚོ་བཙན་བྱོལ་བའི་ཁྲོད་ལ་ཡར་ཞུགས་བྱས། ད་ཁོང་གིས་ཐུགས་ཁུར་ཆེན་པོ་བསྐྱེད་ནས་ད་རྫོང་སར་ཤ་ཏག་དེ་འདྲ་ཅིག་བྱས་ལ་ཡ་ང་ཅིག་སྐྱག་སུ་ན་ཡ་དེ་འདྲ་ཅིག་ད་ཐུགས་ཁུར་བསྐྱེད་ནས་ད་ཨེ་ནི་ཁྱེད་རང་བཞིན་ཆེད་ང་ད་བོད་ནས་ཚུར་ད་རིམ་པས་རིམ་པས་ཀྱིས་ད་བའི་དཀའ་ངལ་དུ་མ་ཁྱད་དུ་བསད་ནས་ཚུར་གདན་ཞུ་གནང་ནས་ད་ཐ་མ་དེ་ཕེབས་བྱས་ད་རྫོང་སར་གྱི་ད་ཤ་ཏག་ཨེ་ནི་ད་ལོ་རྒྱུས་ཡོད་པའི་ད་དེའི།

ད་རྒྱ་གྲགས་མང་པོ་ཅིག་ད་ང་ཚོ་བོད་ནས་ཡང་དེ་བཤད་གྲ་ལ་ཡང་སློབ་སྦྱོང་བྱས་གོ་སྐབས་ཐོབ། དེ་བཞིན་དུ་མཁས་རམས་ཀྱི་ཀུན་སྐོར་དབང་ཕྱུག་ད་ངོས་ནས་དྲང་གནས་ཞིག་ད་གསུམ་ལྡན་རི་བོ་འཛིན་པ་མཁས་གྲུབ་གཉིས་ལྡན་ད་འདིར་ཆགས་བསྡད་ཡོད་རེད། དེ་ནས་ག་ཚད་ཡིན་ན་ཡང་ཆོས་པ་ཟེར་མཁན་དེ་དེ་ནས་ཅིག་ཚང་ནས་ཕུར་བ་ནང་བཞིན་ཅིག་དེ་ནས། རྗེས་ཤུལ་དེ་འདྲའི་གང་ཡང་མེད་པ། ད། ལུས་རྡུལ་ཕྲན་དུ་བདེ་ངལ་དང། ཡང་ན་ནི་འཇའ་ལུས་ལ་སོགས་པ་ཐོབ་ཡ་དེ་འདྲ་མ་བྱུང་ན་ཡང། དེ་ནས་འཁོར་བ། གི་གཞི། ཆེན་པོ་གཅིག་བཙུགས་བསྡད་པ་ནང་བཞིན་ད་བླ་བྲང་ཟེར་མཁན་འདྲ་དང་གྲྭ་ཚང་ཟེར་མཁན་དེ་ཚོས་ད། ཕྱོགས་གཅིག་ནས་དེ་ཞི་དྲག་ཡག་པོ་རེད་དེ་ཡང་ཕྱོགས་གཅིག་ནས་ཡང་འཁོར་བ། ཧ། པད་རྒྱ་ཆེན་པོ་ཅིག་གིས་འཁོར་བའི་གཞི་སྒྲིབ་པ་ཅིག་མ་ཚུགས་བྱས་ནས། ཨེ་དེ་ཚོ་ཡག་པོ་མི་འདུག་དེ་ཡིན་དུས་གང་ཁོང་གིས་བརྟག་པ་རེ་ཤི། ཨེ་ན་ཡོད་མཁན་ཐམས་ཅད་ལའང་དེ་ནས་བྱ་ཚང་ནས་ཕུར་བ་ནང་བཞིན་གྱི་སྒོ་གི་ཡོད། ཚེ་དེ་འདྲའི་གསུང་བསྡད་པ་ཡིན། ལྷ་ཁང་དེ་ཚོ་རྒྱས་སྤྲོས་དང་དེ་འདྲའི་གང་ཡང་མེད་པ་དེ་འདྲའི་བཟོས་ཡོད་ཁ་སང་ཁོང་གིས་མཁན་པོ་འཇམ་སེང་དེ་འདྲའི་བཀའ་གནང་འདུག་ད་དེ་ནང་བཞིན་འདི་དཔེ་མ་ཚད་ཡག་པོ་རེད། དེ་ནས་འདས་དེ་ཡང་གྲ་པ་དེ་ནས་བཙུན་མ་དེ་ནས་དེ་མ་ཡིན་པའི་ད་རུང་ཆོས་བྱེད་མཁན་གྱི་མི་བྱ་ཚེ་མཚམས་བཞུགས་མཁན་ལྔ་བརྒྱ་ལྷག་ཙམ་དེ་འདྲ་ཡོད་པའི་དེ་འདྲའི་བཀའ་གནང་གི་འདུག་དེ་དེ་དཔེ་མ་སྲིད་པའི་ད་དེང་སང་དུས་རབས་འདིའི་ནང་འདི་ལ་ཕལ་ཆེར་ཕལ་ཆེར་ད་འོང་ཀ་ལི་ཁ་པོ་དེ་རེད་རེད་དེ་ནས་མ་འོང་པ་ལ་སང་ཞིག་ཤ་ཤུ་ཐུབ་པའི་བསྟན་པ་དེ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཀྱི་ཡོད་ན་ད་ཁྱེད་རྣམ་པ་འདས་ལ་སྒྲུབ་པ་ཉམས་སུ་ལེན་དེའི་ནང་ནས་དེ་ནས་ཚེ་གཅིག་ལུས་གཅིག་ལ་ཕ་དང། རི་ཁྲོད་གཟིམ་ཐུབ་མཁན་དེ་ཚོ་གིས་དེ་ནི་ཏན་ཏན་གང་ཟག་བསྟན་པ་ལ་ཞབས་ཕྱི། སེམས་ཅན་ལ་ཕན་ཐོགས་ཀྱི་ཏན་ཏན་ཡོང་གི་ཡོད་པ་བརྒྱ་ཆ་བརྒྱ་ཐམ་པ་བཤད་མ་དགོས་པར་ཡིད་ཆེས་ཆ་ཚང་ཡིད་ཆེས་ཆ་ཚང་ཡོད།

དེ་རྒྱ་གར་ལ་ཡོད་པ་གི་ད་རྫོང་སར་བཤད་གྲྭ་ཡང་ཕལ་ཆེར་ང་རང་གི་ངོ་ནས་ད་རྫོང་སར་གི་པ་འདི་ཁོངས་གཏོགས་འདྲ་པོ་ཅིག་བརྩི་གི་ཡོད་ད་འདི་ཁོངས་གཏོགས་འདི་ནང་ལ་དངོས་གནས་སྙིང་བུའི་སྙིང་པོ་ད་མར་གྱི་ཉིང་ཁུ་ནང་བཞིན་ཏེ། དེ་ནས་སྒྲུབ་པ་ཉམས་སུ་ལེན་མཁན་གི་སྡེ། དཔེར་ན་དགའ་མགུ་འདྲ་པོ་ཅིག་ཡིན་ན་ད་དེ་ལ་ངས་ངོས་འཛིན་བྱས་ནས་དེ་ལ་ཆག་ཆག་བྱེད་གི་ཡོད། དེ་གལ་ཆེན་པོ་ཞི་དྲག་རེད། དེ་ནས་དེང་སང་སྐུ་གསུང་ཐུགས་རྟེན་ད་མ་གཞི་སྤྱི་དང་དུས་ཚོད་རྙིང་མ་ལ་སྐུ་གསུང་ཐུགས་རྒྱལ་བའི་སྐུ་གསུང་ཐུགས་རྟེན་གྱི་རྟེན་དེ་ཚོ་སྦྱར་རྒྱུ་ཡོད་པ་དེ་ཡང་ཕྱོགས་གཅིག་ནས་ཞི་དྲག་དེ་ནས་བསོད་ནམས་བསགས་པའི་གཞི་འདྲ་པོ་ཞི་དྲག་ཡག་པོ་རེད་དེ་ཡིན་ན་ཡང། དེ་ནས་ལྷ་ཁང་དང་དགོན་པ་གྲྭ་ཚང་བཙན་དེ་འདྲ་མང་པོ་གཅིག་ད་ཕྱོགས་གཅིག་ནས་ཀུན་སློང་ཡག་པོ་ཞི་དྲག་ཡིན་ས་རེད་ཡང་ཕྱོགས་གཅིག་ནས་ང་རང་ཚོ་བོད་པ་ཁམས་པ་ཟེར་མཁན་འདི་ད་སྡེ་བས་གཅིག་བསྐྱབས་ཀྱི་འདུག་ང་ཚོས་གཅིག་བསྐྱབས་དགོས་ཀྱི་རེད་བསམ་སོང་འདྲ་བུ་དེ་འདྲས་ཀྱི་ཀུན་སློང་གི་བྱས་བྱས་ནས་ག་ས་ག་ས་ལ་མང་པོ་ཞི་བུ་ཅིག་བོད་ཁམས་ཕྱོགས་འདྲ་ཞི་བུ་ཅིག་རེག་ཡོད་ས་རེད་ད་ཕྱོགས་གཅིག་ནས་རྗེས་སུ་ཡི་རང་དགོས་ཡ་ཡིན་འགྲོ། དེ་ནས་ཕྱོགས་གཅིག་ནས་ང་ཚོ་ཐུགས་བསམ་བཞེས་ཡ་ཅིག་ལ། དགོན་པ་དང་ལྷ་ཁང་རྫིག་པོ་བཟོ་བསྡད་པ་ལས་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཞང། མི་དེ་ལ་ཐོས་བསམ་བཤད་གྲྭ་ལ་སོགས་པའི་སྒོ་ནས་ཐོས་བསམ་བྱེད་ཐུབ་ཡ་ཅིག་དང་སྒྲུབ་གྲྭ་གི་སྒོ་ནས་ཉམས་ལེན་བྱེད་ཐུབ་ཡ་མི་དེ་བཟོ་ཐུབ་ཡ། དེ་ནས་ཁ་སང་མ་གའི་བཤད་གྲྭ་རུ་ཞུས་པ་ནང་བཞིན་སྐྱ་སེར་ཕོ་མོ་ཚོ་འདྲ་ཡིན་ན་ཡང་ནང་ནང་ཆོས་ཀྱི་སློབ་སྦྱོང་གི་ཕ་སྤྲད་ནས་གོ་བརྡ་སྤྲད་ནས་དེ་ཡང་སྤྱིའི་དགེ་བ་བཅུ་དང་མི་དགེ་བ་བཅུ་ལ་སོགས་པའི་བླང་དོར་གྱི་གནད་ཆུང་ཆུང་དེ་འདྲ་ཙམ་གྱིས་མ་ཡིན་པ། ང་རང་ཚོ་ནང་པ་སངས་རྒྱས་པའི་ལྟ་བ་མཐར་ཐུག་པ་ཕ་བཤད་ཐུབ་ཡ་ཁོང་རང་ཚོ་གིས་ནས་ཉམས་སུ་ལེན་ཐུབ་ཡ་དེའི་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞི་ར་རེད་ཤག། གང་རེད་ཟེར་ན་ང་འཛམ་བུ་གླིང་ག་ས་ག་སར་སླེབས་པ་རེད། རྔན་མ་གིས། ད་ད་རྒྱ་གར་ལ་ད་ཁོ་རང་སྔར་གྱི་གྱོན་པ་གི་ཤུལ་ན་ལེན་དྲ་དང་ཨོ་ཀྲན་ཏ་པུ་རི། དེ་ནས། བི་ཀ་མ་ལ་ཤི་དྲ་ཟེར་མཁན་དེ་ཚོ་ད་ད་གཏོང་ཚར་ནས་ཁོ་རང་ས་རྡོ་བྱེ་མ་ནང་བཞིན་རེད་ཚར་རེད། དེ་མ་ཡིན་པའི་དཔེར་ན། རི་པིན་གྱི་ལུང་པ་ལ་རྒྱ་ནག་ད་རྒྱ་ནག་ནས་ཕ་དར་བའི་དེ་རི་པིན་གྱི་ནང་ཆོས་ཡོད་ས་དེ་འདྲའི་གི། དགོན་པ་མང་པོ་ཞེ་དྲག་རེད། དཔེར་ན་སྐྱོ་བྲོ་ཟེར་ཟེར་གྱི་ལུང་པ་དེ་རྐྱང་པ་ལ་དགོན་པ་ཁྲི་གཅིག་ཡོད་ས་རེད་ཕལ་ཆེར་དེ་ནི་དགོན་པ་དེ་ཚོ་ཡང་ཧ་ལས་པ་གི་ཆེན་པོ་དང་ཡག་པོ་དགོན་པ་གི་གླིང་ཁ་དེ་ཚོ་རྐྱང་པ་ལ་ཧ་ལས་པ་དེ་འདྲ་རེད། ཡིན་ན་ཡང་དགོན་པ་ཕལ་ཆེ་བ་དེ་ཕལ་ཆེ་བ་དེ་སྟོང་པ་སྟོང་རྐྱང་རེད། གྲྭ་པ་རེ་རེ་ཚེ་གཉིས་རེ་ཚེ། དེ་ཚོ་ཡང་གྲྭ་པ་དེ་ཚོ་གཅིག། མཛད་སྒོ་གྲྭ་དེ་འདྲ་ཕེབས་དུས་གང་ལ་གཅིག་བལྟས་སུ་བལྟས་སུ་མཐོང་ཡང་ཡོད་པ་རེད་མ་གཏོགས་དུས་རྒྱུན་གཅིག་ཚོགས་པ་ཚོགས་བསྡད་མཁན་འདྲ་དང། དེ་ནས་གཅིག་སྒོམ་ཉམས་ལེན་འདྲ་གནང་མཁན་འདྲ་དང། ཐོས་བསམ་ལ་སོགས་པ་བྱས་ཐེངས་དེ་ཕལ་ཆེ་བ་མཐོང་ཡང་མེད་མཁན་འདྲ་པོ་དེ་འདྲས་ཆགས་འདུག་དེ་འདྲས་ནང་བཞིན་ཆགས་འགྲོ་གི་རེད་མ་འོངས་པ་ལ་ང་རང་ཚོ་གཟབ་གཟབ་མ་བྱས་ན། མི་དེ་བདག་པོ་མ་བྱབ། ཁང་པ་མང་པོ་ཅི་ཡ་སར་པ་བྱབ་ཁང་པ་མང་པོ་ཅི་སར་པ་བྱབ་དེ་ལ་ཡ་སེར་བཀུ་དངུལ་བཀུ། དེ་ནས་འདྲ་མི་འདྲ་བྱས་བྱས་བྱས་དེ་ནས་བལྟས་ཕྱིན་ནི། ང་རང་ཚོས་མི་དེ་བདག་པོ་མ་བྱབ་མི་ལ་ཆོས་ཀྱི་གོ་བརྡ་དེ་མ་སྤྲོད། དེ་ནས། མི་ཡར་ཡོང་མཁན་དེ་ཉུང་ཉུང་ཆགས། དེ་ང་ཚོས་ལྷང་འདྲེ་སྟོང་པ་བྱ་སྲིད་ཀྱི་རེད། དཔེར་ན་ང་ཚོའི་མི་སྐད་རྒྱ་གར་སྡེ་མཁན་ཚོ་ཡང། དེ་ནས་འདས་པའི་ལོ་ཉི་ཤུ་གི་རིང་དེ་ལ། དཔེར་ན་རྫོང་སར་བཤད་གྲྭ་འདྲ་ཅིག་ཡིན་ན་ད་རྒྱ་གར་ཡོད་པའི་རྫོང་སར་བཤད་གྲྭ་འདྲ་ཅིག་ཡིན་ན། ལོ་བཅོ་ལྔ་ཉི་ཤུ་གི་སྔན་ལ། ཁང་པ་མང་པོ་ཞིག་གྲྭ་ཡོད་མ་རེད་གྲྭ་པ་བ་རྩ་ནས་བཙུགས་ས། དེ་གར་ས་སྟོང་མེད། ཁང་པ་ཁང་ཆུང་གཅིག་གི་ནང་དེ་ལ་གྲྭ་པ་བཅུ་བཅོ་ལྔ་ཟིན་གྲྭ་ཡ་བཟང་མེད།

དེ་ལྷའང་ནི་ཡང་དགོན་པ་དང་དེ་ཚོ་ནི་ཡང་མང་རུ་མང་རུ་འགྲོ་གི་རེད་དཔེར་ན། ད་ས་ཡོད་ཀྱི་ལྟས་ས་ཞིག་ཏུ་ཡོད་ཕྱིར་མ་གཏོགས་བལ་ཡུལ་གྱི་གང་ས་ཅིག་བལ་ཡུལ་ཆོས་དོན་བྱེད་རུང་ཁ་ཤོར་གྱི་ཉེ་འདབས་རྐྱང་པ་ལ་ཕལ་ཆེར་དགོན་པ་གི་གཞིས་ཆགས་དེ་ཡོད། དེ་ཡིན་དུས་གང་ན་དེ་ནས་མཁན་པོ་འཇམ་སེང་གིས་ཐུགས་ཁུར་བླ་ན་མེད་པ་བཞེས་བྱས་ནས་གང་ས་དེ་ལ་ཡང་སྒྲུབ་གྲྭ་བཙུགས། དེ་ནས་སྒྲུབ་གྲྭ་དེ་ཡང་ཁ་ཡོད་ལག་ཡོད་ཉམས་ལེན་དེ་འདྲའི་གནང་ཐུབ་མཁན་ཞི་དྲག་བྱུང་བ་དེ། ཧ་ཅང་གི། དེ་ནི་དུས་ཚོད་རྙིང་མ་འདི་ལ། དེ་ནི་རྨད་དུ་བྱུང་བ་གི་ལས་ཀ་རེད་ཟེར་ནས་ངས་དེ་འདྲའི་ཡང་ཡང་དྲན་གི་ཡོད་ལ་ཁྱེད་རྣམ་པས་ཡང་དེ་འདྲའི་རང་དྲན་རོགས་གྱིས། ངས་ཡང་ནས་ཡང་དུ་རྗེས་སུ་ཡི་རང་བྱེད་རོགས་གྱིས་བསྐུལ་མ་བྱས་ཡ་ཡིན། དེ་ནས་འདི་ན་ཡོད་མཁན་གི། བླ་མ་ཆོས་པ་ཚོ་ཡང། ད་གཙོ་བོ་མཁན་པོ་འཇམ་སེང་གིས་ཁྱེད་རྣམ་པ་ལ། དེ་ནས་ཁོ་རང་ཚིག་རེ་རེ་བཞིན་དུ་དོན་དག་རེ་རེ་བཞིན་དུ་དེ་ནས་ད་དུས་རྒྱུན་ཁྲིད་ཟིག་འབྱོར་བ་ང་རང་ཚོ་ཁྲིད་དབང་ལུང་ཁྲིད་ཟིག་དུས་ཁྲིད་ཟིག་དུས་ཁོ་རང་མིག་ལོང་བ་ཅིག་ཕ་ལག་པ་གིས་བཟུང་ནས་ཁྲིད་པ་ན་ཁྲིད་པ་ཅིག་ཁྲིད་པ་ན་ཞིག་རེད་པ་ད་ཅིག་ཕ་སྣེ་ཁྲིད་ནས་ཨོ་ད་དེ་ཁ་ཡོད་ལག་ཡོད། མཁན་པོ་འཇམ་སེང་གི་འདི་ན་ཡོད་མཁན་ཚོ་ཐམས་ཅད་ལ་ཕ་རེ་རེ་བཞིན་དུ་དེ་ནས་ཁྲིད་གནང་གི་ཡོད་ཡོད་རེད་ད་དེའི་ལྷག་པ་ང་ལ་གང་ཡང་ཞུ་རྒྱུ་མེད།